ཨོ་བཀྲ་ཤིས་བདེ་ལེགས། ཨ་ནེ། ད་ང་ཚོ་ཚིག་མཛོད་ཀྱི་བརྗིད་ཆགས་རྨོངས་ཆེན་ཤུལ་དུ་གནོངས་ལགས་ཟེར་ན་གནོངས་དྲན་གྱིས་ཚར་སོང་བ་རེད་དེ་འདྲ་ཡིན་དུས་ན་ད་འདིའི་ནང་ལ་ད་དུང་སྒྲིག་འགོ་སྒྲིག་བྱེད་ཁ་ཤས་ཀྱི་ལྷག་བསྡད་ཡོད་རེད་དེ་ཚོ་སྒྲིག་སྟངས་ཀྱི་མཚམས་ནས་ངོ་སྤྲོད་ཟེར་གྱི་ཡོད། ཨ་ནེ། དང་པོ་ད་ང་ཚོ་གི་ད་འདིའི་ནང་མ་རེ་ཞོ་ཚོགས་ཁོ་ཐག་ཡོང་ན་འགྲིག་གི་ཡོད་རེད་དེ་འདྲ་ཅིག་ཅིག་ད་འདིའི་ནང་ནས་ངེས་བར་དུ་ང་ཚོ་ཤི་དགོས་བ་ཅིག་ལ་ང་ཚོ་གི་མཉེན་ཆས་སྒྲིག་སྟངས་གཅིག་གི་འགྲིག་འགྲོ་གི་མ་རེད་དེ་འདྲ་ཡིན་དུས་ན་ཨ་ནེ། ཡང་བསྐྱར་བསྐྱར་སྒྲིག་བྱེད་དགོས་གི་ཡོད་དུས་ན་ང་ཚོ་དབུས་སའི་གཙོས་ཀྱི་མཉེན་ཆས་ཀྱི་དུས་ནང་སོང་ནས་བསྐྱར་སྒྲིག་གྱིས་ཚང་མ་ཡང་བསྐྱར་སྒྲིག་བྱས་ཚར་བའི་རྗེས་ནས

ཨོ་དེ་འདྲ་གཅིག་གཅིག་དེ་ནི་འདི་ནང་མར་ཡོང་བས་ན་སྐར་ཆེན་པོ་གཅིག་སྟེ་ང་ཚོ་གི་འདི about ཆུ་ཚོད་བཅུ་གཅིག་ནང་ན་འདི་ང་ཚོ་སྐོར་དེ་ར་བྱེད་ན་དེའི་ནང་ན་ལྟ་ཚོགས་འདི་ཁོ་རང་གི་ཉིན་ཞིག་སྒྲིག་མཁན་ཚེ་ན་དེ་ནི་དེ་ལ་རྡོག་རོང་གཟེངས་མཁན་ཚེ་ན་དེ་ཚོ་ཚང་མ་དེ་ལྟ་དགོས་གི་ཡོད་རེད། དེ་ནི་དཔེར་ན་དེ་འདྲ་པར་བཞག་ཆོག་གི་རེད་འདྲ་པར་གི་མིང་དེ་དང་དེ་ཁོ་རང་གི་ནང་སྒྲིག་གི་སྐུ་ཧྲི་ཟེར་གྱི་དེ་འདི་ནས་བཞག་འདུག་ཨོ་དེ་འདྲ་ཞིག་ཅི་དེ་ནས་འགྲིག་མ་འགྲིག་འདི་ནས་ལྟ་དགོས་ཀྱི་ཡོད་རེད་དེ་ནང་བཞིན་གྱི་ལྟ་ཕྱིར་ངོས་འདི་ལ་འབྲེལ་གཏུག་བྱ་ཡོད་རེད་དེ་ནས་ཁ་པར་ཨང་གྲངས་ལ་སོགས་པ་དེ་ཚོ་ཚང་མ་དེ་འདི་ནས་འབྲི་དགོས་རེད་སྒྲིག་སྟངས་ཚང་མ་དེ་འདིའི་སྒང་ལ་འབྲི་ཞིག་རྒྱ་ཡོད་པ་ལྟར་དེ་ཇི་སྙེད་བྲི་དགོས་ཀྱི་ཡོད་རེད། དེ་འདྲ་ཅིག་ཅི། དེ་ནས་ངས་འདྲ་པར་བཞག་སྟངས་འདི། ཨ། ཇི་ནས་ངོ་སྤྲོད་བྱེད་ཀྱི་ཡིན་དེ་ནས་ཨོ་མ་ཨོ་ནས་མར་འགྲོ་བ་ཡིན་ན་ང་ཚོ་ད་འདི། འདྲ་པར་གྱི་ཚན་པ་ཅིག་འདུག་འདྲ་པར་གྱི་ཚན་པ་དེ་གི་ནང་ནས་ནི་འདིའི་ནང་ཡིན་ན་ང་ཚོ་ཉིན་གཅིག་ཁོ་རང་གི་མགོ་པར་དུ་ཆགས་བསྡད་དགོས་རེད་དེ་འདྲ་ཡིན་དུས་ན་སོ་སོ་གི་འདིའི་ནང་ནས་ག་བ་ཉར་ཚགས་བྱས་ན་དེ་ནས་སི་ར་ལས་འགོ་གི་ཡོད་རེད་དེ་གཅིག་གཅིག་ང་ཡིན་དུས་འདི་ལན་གཅིག་དེ་ནས་དེ་སི་ཆང་དྲག་འདུག་ན་ཕྱི་རུ་གཏོང་བཞག་འདི་ཁོ་ན་ཁོ་རང་གི་ཕྱི་རུ་གཏོང་ཡོང་དུས་ཕྱི་རུ་གཏོང་དགོས་ཅིག་དེ་ནས་ཐད་ཀར་འདི་ཡང་གཞན་པ་དེ་ཚོ་འགོ་གི་ཡོད་མ་རེད་དེ་ཕེ་ཆོ་དེ་འདྲ་ཡོད་མ་རེད་དེ་གཅིག་དེ་ནས་ང་ཚོ་གི་འདིའི་སྒོ་ལ། འཕྲེད་དར་འཛིན་ན་འགྲིག་འདུག་ཉིན་གཅིག་གི་སྒང་ལ་ཚེ་རབས་འཕྲེད་ལ་འཆར་ག་གི་ཉིན་གཅིག་འདི་འབར་འདྲ་པར་བྱོས་རེད་དེ་ལྟས་ཡིན་ན་ང་འགྲིག་འདི་ར་བཟོ་དགོས་འདི་བཟོ་ན་གྲུ་བཞི་ནར་མོ་བ་བཟོ་དགོས་གི་ཡོད་རེད་ཟེར་གྲུ་བཞི་ནར་མོ་བ་མ་བྱེད་གྲུ་བཞི་ཁ་ལྐོག་མ་ཡིན་ན་ཡོང་ཏག་ཏག་གི་དེ་གི་ཡོད་མ་རེད་ས་ཆ་གི་ཆ་ནས་བལྟ་ཅིག་ད་འདི་ནང་འདི་ནང་ལ་གི་འདྲ་པར་འདི་ལྟ་བུ་ཡིན་ན་ཁོ་རང་རང་བཞིན་གི་ཚེ་ར་སླེབས་བསྡད་རྒྱུ་རེད་ང་ཚོ་དམིགས་བསལ་གི་དེ་ལང་བཞག་ཡོད་མ་རེད་གར་གྱི་ཡིན་ལབ་ན་ང་ཚོ་གི་སྔོན་མ་དབུས་སའི་གི་ནང་ཉིན་གཅིག་ཚོགས་འདུ་བྱས་པ་འདི་ཚིག་མཛོད་གཙང་སྒྲུག་བྱས་པའི་སྐབས་སུ་ཏི་ནོ་ལ་ཐད་ཀར་བཞག་ཡོད་རེད་བ། འོ་དེ་འདྲ་དེ་ཁོ་རང་ཡིག་ཆ་དང་སོགས་ལེན་དུས་ན་མཉམ་དུ་སླེབས་ཡོང་གི་ཡོད་རེད། ཡིན་ན་ཡང་ང་ཚོས་ད་བཞག་དགོས་བ་ཅིག་སྟེ་ང་ཚོས་དེ་སྦག་ཁྲི་ཟེར་རྒྱུ་ཏི་ནོ་ལ་འདྲ་པར་ཅིག་སླེབས་མི་འདུག་ཨ། འོ་དེ་སླེབས་མེད་དུས་ན་ང་ཚོ་གི་འདྲ་པར་ག་བ་ཉར་ཚགས་བྱས་ཡོད་ན་དེ་ནས་ཚུར་ལེན་ད་ནི་འདྲ་པར་འདི་སླེབས་སོང་ཨང། ད་ང་ཚོས་ཨ་སྦག་ཁྲི་ཟེར་རྒྱུའི་ནང་ལ་ཅིག་ལྟ་ག་ང་ཚོས་འདྲ་པར་དེ་སླེབས་འདུག་སླེབས་མི་འདུག་ཅིག་ལྟ་དེ།

ཨ་ནེ། ངས་འཇིགས་མ་ནང་ང་ངོ་སྤྲོད་ཅིག་གི་ཡས་གཏེ་ལ་ཟུག་རོགས་ན་ཐུགས་རྗེ་ཆེ།